དགེ་སློང་དག་གམ་ཁྱེད་རྣམས་ཀྱིས་བསྲེག་བྱའི་འདར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡིས་བཀའ་བླང་བར་བྱ་ཡི་གུས་ཅི་མིན་ཞེས་པའི་བདུད་རྩི་ལྟ་བུའི་ཤོ་ལོ་ཀ་དེ་མངོན་དུ་བསུས་ནས་གུས་པ་དམན་པ་རྟ་རག་གིས་གུས་པས་སྙན་ཟིན་གྱིས་ཡོངས་ལ་འཚམས་འདྲི་དང་སྐུ་ཁམས་བཟང་ཞོལ་ཡིན། ད་དེ་རིང་འདི་ལ་ཁྱུག་ཙམ་ཅིག་བཅར་ནས་ནི་ང་རང་གི།

དེ་དུས་ད་ནི་ཁྲིམས་རྩོད་པ་བྱམས་པ་དབང་ཕྱུག་ལགས་ཀྱིས་གསུང་ཡག་བྱས་པ་ཡིན་ན་ཁོ་རང་ཚོ་ལ་དཔང་རྟགས་དང་བཅས་པ་ཡག་པོ་ཞོ་དེ་འདྲས་རག་སོང་མ་ནས་པང་ཆབ་སྲིད་ཀྱི་ནུས་ཤུགས་ཤུགས་ཆེན་པོ་ཞོ་འདུག་ཨོ་དེ་འདྲས་ཀྱིས་བཀའ་མོལ་ཅིག་སླེ་དེ་གི་དུ་ཨ་ད་ག་ན་ཤེས་ཀྱི་དེའི་གོང་ལ་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་ཀྱི་གནད་དོན་གྱི་སྒང་ནས

མེ་སེལ་ཡིན་པ་ཅོ་ལགས་ཀྱིས་འབལ་ལོ་དགུ་པའི་ལ་ལོ་གསུམ་དང་བཞུགས་ནས་ཁོ་རང་ལ་ཨེ་ནི་འོས་ཤོག་གི་ཐུབ་ཐང་རང་མ་སོང་ཟིན་ཡང། ང་རང་ཚོ་ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཡང་བཅར་འདུག་ཨ་འོ་གནད་དོན་འདི་འགས་ཀྱི་སྒང་ལ་ངས་དེ་རིང་འདི་ནས་མང་དཔྱད་པ་ཕྲན་ཙམ་ཅིག་བྱེད་ཀྱི་ཡིན་རེད་བ་ཨེ་ནི་ངས་དཔྱད་པ་བྱས་པ་དང་མཉམ་དུ་ཨེ་ནི་ཅིག་དོར་བྱ་དང་ལེན་བྱ་འོ་ག་རེ་ཡོང་གི་འདུག་ཨེ་ནི་ཅིག་དམིགས་བསལ་གྱིས་ང་རང་ཚོ་གིས་ད།

ཕན་ཚུན་གཉིས་ཀ་ལ་དཀའ་ངལ་མ་ཕྲད་ཨང་གི་ཐབས་ལམ་འདི་འདྲའི་ཡོད་རེད་འདི་ཚོ་ངས་ཞུ་གི་ཡིན་འདི་དང་འབྲེལ་བའི་གནད་དོན་གང་རེད་ཞུ་ཡ་ཡིན་པས་ཨ་ནེ་རྣམ་པ་ཚོས་འདི་གང་ཐུབ་ཐུབ་ཅིག་བརྒྱུད་སྐུལ་གནང་རོགས་ན་རྣམ་པ་ཚོས་དགོངས་ཚུལ་ཡོད་ན་གསུང་རོགས་ན་ད་ངས་བཤད་པ་འདི་བློ་གཟུ་བོར་གནས་ནས་ཞུ་གི་ཡོད་ཞུ་ཡ་ཡིན་ད་ད་ད། ཁནྜ་ཏྲ་ནས་ཕེབས་པའི་མེ་སི་ད་ད་ཅོག་ལ་ཁོང་ལ་ཨ་ནེ།

ད་འོས་བསྡུའི་སྒྲིག་གཞིའི་ནང་ལོགས་ལ་བསྒྱུར་བཅོས་བཏང་དགོས་ཡང་དེ་ཉིས་སྟོང་སུམ་ཅུ་སོ་གཅིག་གི་སྐབས་ལ། ད་ང་རང་ཚོ་གི་འོས་བསྡུ་ལྷན་ཁང་གི་ངོས་ནས་ནི་ང་ཚོའི་མི་དམངས་ཀྱི་དམངས་གཙོའི་འོས་བསྡུ་དེ་གལ་ཆེན་པོ་ཞུ་བྱེད་ཡིན་གསུངས་དགོས་པ་རེད་རེད། ཡིན་ནས། སྐབས་སྐབས་ལ། བྱེད་སྟངས་གཅིག་ལ་བལྟས་ཡོང་དུས་ད་ནི་ཨེ་ནི་ཆབ་སྲིད་ཀྱི་མཐིང་རྒྱན་ནག་པོ་གི་ལྟ་བ་ལ་འགྲོ་གི་མེད་དང་བསམ་བསམ་གྱི། རྣམ་རྟོག་དང་དོགས་པ་དེ་འདྲ་ཡོང་གི་ཡོད་རེད། དེ་འདྲ་སོང་ཙང་དེའི་རིགས་དེ་མ་ཡོང་ཡང་དང་རྒྱ་མིས་ཀྱིས་ཨེ་ནི་ང་ཚོའི་འདི་རྣམས་ལ་ལག་པ་འཆང་ཡ་མེད་པ་བཟོ་ཡང་ཆེད་དུ་དབུས་འོས་བསྡུ་ལས་ཁུངས་དང་སྤྱི་འཐུས་ཚོགས་ཀྱིས་གནང་བ་ཡིན་ན་གནང་ཡ་འདུག་ད་ག་རེ་གནང་ཡ་འདུག་ཞུས་པ་ཡིན་ན་ད་ལྟ་འདིའི་སྒང་ལ་བཤད་པ་ཡིན་ན། ནམ་རྒྱུན་དུ་ཨེ་ནི་ད་དམངས་ཚོགས་ཀྱི་འོས་དེ་ཧང་སང་ཡག་གི་གལ་ཆེན་པོ་རེད། དེ་འདྲ་སོང་ཙང་དེ་གལ་ཆེན་པོ་ཡིན་པ་རྣམ་པ་ཚོ་གིས་དངོས་གནས་ཀྱི་སེམས་གཏིང་ནས་ལངས་ནས་གཞན་ནས་དེ་འདྲའི་ཅིག་བསམ་གྱི་ཡོད་པ་ཡིན་ན། ད་བསྒྱུར་བཅོས་བཏང་དགོས་ཡ་དེ་འདྲའི་ཁ་ཤས་ཤིག་འདུག་གར་སྡོད་ལབ་ཡོད། སྤྱིར་བཏང་གི་ས་གནས་ས་ཐོག་ལ་དེ་ངེས་དེ་འགྱེལ་ལ་བོད་ལུགས་ཡང་གི་སོ་སོ་གི་ལུགས་མཐུན་གྱི་དེ་བྱས་པ་ཡིན་ན་རག་གི་ཡོད། ཡིན་ནས་ད་ང་ཚོ། རྒྱ་བལ་འབྲུག་གསུམ་གྱི་མི་གཅིག་ཕྱི་རྒྱལ་ལ་ཐག་སོ་སོ་འཆམ་འཆམ་འགྲོ་བའི་སྐབས་ལ་འོས་ཤོག་གི་དོལ་ཚོད་སླེབས་པ་ཡིན་ན། ཨེ་ནི་ཁོ་ལ་འོས་བླུགས་ཡང་ཐོབ་ཐང་ཡོད་མ་རེད་ད་བལ་སྤྱིའི་སྲིད་སྐྱོང་བླུགས་ཡང་ཐོབ་ཐང་ཡོད་ས་རེད་མ་གཏོགས་ཨེ་ནི་སོ་སོ་གི་སྤྱི་འཐུས་འདམ་ཡང་གི་ཐོབ་ཐང་མི་འདུག་འདི་ཡིན་ཅི་མིན་ཅི་བསྒྱུར་བཅོས་གཏང་དགོས་ཀྱི་འདུག་རྒྱ་བལ་འབྲུག་གསུམ་གྱི་མི་ཕྱི་རྒྱལ་འགྲོ་བ་ཡིན་ན་ཁོ་རང་ལ་སྲིད་སྐྱོང་གི་འདམ་ཡང་ཡོད་པའི་ཐོབ་ཐང་ཨེ་ནི་སྤྱི་འཐུས་འདམ་ཡང་ཡོད་པའི་ཐོབ་ཐང་ཡིན་ཅི་མིན་ཅི་བཟོ་དགོས་ཀྱི་འདུག། ད་ག་ན་བཞིན་ཕྱི་རྒྱལ་ཡུལ་གྲུ་གང་ནས་རྒྱ་བལ་འབྲུག་གསུམ་ལ་སླེབས་ནས་ཕྱི་རྒྱལ་ག་བ་ལ་ཕྱིན་པ་ཡིན། ཨེ་ནི་ཁོ་རང་ལ་སྲིད་སྐྱོང་འདམ་ཡག་དང་དེའི་ཆ་ལ་བཟོས་འདུག་ཨ་བཟོས་པ་ནང་བཞིན་ཨེ་ནི་སྤྱི་འཐུས་དེ་ཡང་སོ་སོའི་ཨ་རི་ནས་འགྲོ་ངེས་ཀྱི་འགྲོ་ངེས་ཀྱི་ཨོ་སྟྲོ་ལི་ཡར་འགྲོ་ཡོད་མེད་ན་ཨོ་ཨོ་སྟྲོ་ལི་ཡ་ལ་ཁོ་རང་གི་ཨེ་ནི་ཨ་རིའི་སྤྱི་འཐུས་འདམ་ཡག་ཡོད་པའི་ཐོབ་ཐང་དེ་ཡིན་གྱི་མིན་གྱི་སྒྲིག་གཞི་བཟོ་དགོས་ཀྱི་འདུག་སྲིད་སྐྱོང་འདམ་དུས་རྙོག་དྲ་ལྷག་གི་མེད་ན་ཨེ་ནི་སྤྱི་འཐུས་འདམ་ཡག་ལ་རྙོག་དྲ་ག་རེ་ཅི་ལྷག་གི་ཡོད་རེད་འོ་ན་སྲིད་སྐྱོང་དེ་གལ་ཆེན་པོ་ཞུ་གྱི་རྩིས་སྤྱི་འཐུས་གལ་ཆེན་པོ་རྩི་གི་ཡོད་མ་རེད་པས་དེ་འདྲ་སོང་ཙང་གཅིག་པ་གཅིག་རྐྱང་རེད་སྲིད་སྐྱོང་གལ་ཆེན་པོ་རེད་སྤྱི་འཐུས་གལ་ཆེན་པོ་རེད་རྙོག་གྲ་བསླ་ན་སྲིད་སྐྱོང་གི་འོས་བླུག་ཡག་དེ་ལས་རྙོག་གྲ་བསླ་གི་ལས་རྙོག་གྲ་མ་བསླ་ན་སྤྱི་འཐུས་དེ་ལས་རྙོག་གྲ་བསླ་གི་མ་རེད་དེ་འདྲ་སོང་ཙང་འདི་བསྒྱུར་བཅོས་བཏང་དགོས་དུས་དང་པོ་འདི་ཞིག་ཞུ་འདོད་བྱུང་སོང་འདི་བསྒྱུར་བཅོས་བཏང་ཡིན་ན་ད་ད་ལྟ་སྦེ་ལ་ཀུབ་ནས་ཕེབས་པའི་ཨ་ནི་ཁེ་ན་ར་གི་མི་སེར་ཁོང་ལ་དཀའ་ངལ་འཕྲད་པ་ནང་བཞིན་དཀའ་ངལ་འཕྲད་གི་མ་རེད་དེ་བཞིན་དུ་ཨ་ནི་འོས་བསྡུའི་སྐབས་ལ་ཕྱི་རྒྱལ་ནས་ནད་པ་མང་པོ་ཞིག་སླེབས་སོང་ངས་ཁོང་རང་ཚོ་ལ་ཁྱེད་རང་ཚོ་ལ་འོས་ཤོག་བླུག་ཡག་གི་ཐོབ་ཐང་ཡོད་པས་ངས་ནམ་རྒྱུན་དུ་དོ་སྣང་བྱེད་དུས་བོད་པ་ར་བ།

ཅིག། རང་བཙན་ལ་བཏེགས་པའི་དཔྱ་དངུལ་དེ་ཕུལ་ནས་ཨེ་ནི་ཁོ་རང་ལ་འོས་བླུགས་ཡག་གི་ཐོབ་ཐང་རག་མ་སོང་གསུངས་ད་ཁོ་རང་གི་གསལ་པོ་ཞིག་ན་མི་འདུག་ཁོ་རང་ལ་ཁེ་ན་ཏྲག་གི་འོས་བླུགས་ཡག་གི་ཐོབ་ཐང། ཁེ་ན་ཏྲག་གི་མི་དམངས་ཀྱི་བོད་པའི་མི་དམངས་ཀྱི་དམ་ཡག་གི་འོས་བླུགས་ཡག་གི་ཐོབ་ཐང་དེ་རག་མ་སོང་གསུངས་ཀྱི་ཡོད་རེད་པས་ཡང་ཨེ་ནི་རྒྱ་བལ་འབྲུག་གསུམ་གྱི་ཨེ་ནི་མི་དམངས་ཀྱི་ཐོབ་ཐང་ཡོད་པའི་ཐོབ་ཐང་དེ་རག་མ་སོང་ཟེར་གྱི་ཡོད་རེད་འདི་ད་ལྟ་གསལ་པོ་བྱུང་མ་སོང། གང་ལྟར་ཡང་ད་ངས་འདི་ཁོང་རང་གི་ཨེ་ཅིག་ལུང་དྲང་ཡག་དེ་ག་རེ་སུ་དྲང་གི་འདུག་གསལ་པོ་ཡིན་ན། བཅའ་ཁྲིམས་དོན་ཚན་སུམ་ཅུ་སོ་བདུན་གྱི་ནང་གསེས་དང་ཨེ་ནི་ཡིག། འོས་བསྡུའི་སྒྲིག་གཞི་སུམ་ཅུ་སོ་བདུན་གྱི་ནང་གསེས་ཨང་ལྔ་པ་དགོངས་པ་དེ་ཁོ་རང་གི་ལུང་དྲང་ཡོང་གི་འདུག་འདི་ངས་རྣམ་པ་ཚོ་ལ་མ་ཅིག་བཤད་དགོས་ར་བ་ལུང་ཅིག་འདི་ནས་མ་ཀློག་གོ་སྙམ་དུ་འགྲེལ་བཤད་ཅིག་ཞུས་གོ་ང་རང་གིས་གོ་ཐོབ་ཡོད་པའི་འགྲེལ་བཤད་ཞུས་གོ་ཨེ་ནི་རྣམ་པ་ཚོ་གཟིགས་དང་འདི་ཕལ་ཆེར་ཨེ་ནི་ཅོག་ལ་ཁོ་རང་འཁྲུག་མེད་དང་བསམ་གྱི་འདུག། ལེའུ་བཞི་པ། འདི་འོས་བསྡུའི་སྒྲིག་གཞི་རེད། ལེའུ་བཞི་པ། བོད་མི་མང་སྤྱི་འཐུས་ཀྱི་འོས་བསྡུ། དོན་ཚན་སོ་བདུན་པ། བོད་མི་མང་སྤྱི་འཐུས་ཀྱི་ཡོང་ཁུངས་དང་གྲངས་ཚད། འདི་ལ་སྤྱི་འཐུས་ཀྱི་ཡོང་ཁུངས་དང་གྲངས་ཚད་གསུངས་རིགས་མ་གཏོགས་སྤྱི་འཐུས་ཀྱི་འོས་བླུག་ངེས་ཀྱི་འོས་འཕེན་མཁན་ཚོ་གི་ཐོབ་ཐང་དང་ཨེ་ནི་འདི་སྲུང་ཡོད་མ་རེད་འདི་གཅིག་ཤེས་འགུག་ཡོད་ཨེ་ནི་བཅའ་ཁྲིམས་དོན་ཚན་སུམ་ཅུ་སོ་བདུན་པའི་དགོངས་དོན་བོད་མི་མང་སྤྱི་འཐུས་རྣམས་ཀྱི་ཡོང་ཁུངས་དང་རྩ་འབོར་གྱི་གྲངས་ཚད། བཅའ་ཁྲིམས་དོན་ཚན་སུམ་ཅུ་སོ་བདུན་གྱི་ནང་ལོགས་ལ་བོད་མི་མང་སྤྱི་འཐུས་དེ་དག་གི་ཡོང་ཁུངས་དང་ཨེ་ནི་དེ་གི་གྲངས་ཚད་ཡོང་ཁུངས་བརྒྱ་འཕེན་སུམ་དྲུག་བརྒྱ་འཕེན་དྲུག་གསུམ་གྱི་ཡོང་ཁུངས། རེད་མ། ཨེ་ནི། ད་ཅིག། ཨེ་ཤི་ཡཱ་གི་ཡོ་རོབ་ཀྱི་སྤྱི་འཐུས། བྱང་ཨ་རིའི་སྤྱི་འཐུས། འོ་འདི་འདྲས་ཀྱི་ཡོང་ཁུངས་འདི་ཤེས་དགོས་ཀྱི་ཡོད་རེད། འདི་ཅིག་ཤེས་དགོས་ཀྱི་ཡོད་རེད། ཨེ་འདི་གི། རྩ་བའི་གྲངས་འབོར་བརྒྱ་ཆ་ག་ཚོད་ཅིག་ཡོང་དགོས་ཀྱི་ཡོད་རེད་ཟེར་ཡ་འབྱོར་པ་འོ་འདི་རེད། འདི་ཅིག་གནད་འགག་ཆེན་པོ་རེད། དེ་ནས། ད། འོས་བསྡུའི་སྒྲིག་གཞི་དོན་ཚན་སུམ་ཅུ་སོ་བདུན་གྱི་ནང་གསེས་ཨང་ལྔ་པ་ནང་ལོར་ག་རེ་གསུངས་འདུག་ཞུས་པ་ཡིན་ན། རྒྱ་བལ་འབྲུག་གསུམ་ཕུད་པས། རེད་མ། རྒྱ་བལ་འབྲུག་གསུམ་ཕུད་པས། ཨེ་ཤེ་ཡ་དང་ཨོ་སི་ཀྲོ་ལི་ཡའི་ཁུལ་གནས་སྡོད། ཨེ་ཤེ་ཡ་དང་ཨོ་སི་ཀྲོ་ལི་ཡ་གསུངས་རེད་མ་གཏོགས་ཁེ་ན་ཏྲ་གསུངས་མི་འདུག་ཨེ་ནས་ཨེ་ཤེ་ཡ་ལབ་ཡིན་ན་ད་ཧོང་ཀོ་དང་ཇབ་པན་དང་སིང་ག་པུར་དང་ཉི་ཧོང་དང་དེ་ཚོ་འོ་འདི་ཚོ་བཤད་དགོས་ཡོད་རེད་པ། འོ་འདི་འདི་གནས་སྡོད་བོད་མིའི་ཁོངས་ནས་འོས་བསྡུ་བྱས་པའི་སྤྱི་འཐུས་གཅིག། བོད་མི་མང་སྤྱི་འཐུས་ཀྱི་རྩ་འབོར་བཞི་བཅུ་ཞེ་ལྔ་ངེས་པ་ཡིན་འོང། ད་སྤྱི་འཐུས་བཞི་བཅུ་ཞེ་བཞི་འདི་ངེས་པའི་གཞུག་གུ་ལ་ཨེ་ནི་ཨེ་ཤི་ཡ་གི་རྒྱ་བལ་འབྲུག་གསུམ་ནས་ཕུད་པའི་ཨེ་ནི་ཨེ་ཤི་ཡ་གི་ད་ཨ་མདའ་ཨོ་སི་ཀྲོ་ལི་ཡ་དང་ཧོང་ཀོང་དང་ཉི་ཧོང་དང་འཇར་པན་དང་ཐེ་ཝན་དང་དེ་ཚོ་ལ་ནི་འོས་བསྡུས་པའི་ཨེ་ནི་དེ་འགྱེད་གི་ད་སྤྱི་འཐུས་མི་མང་གི་བདམས་པའི་སྤྱི་འཐུས་སྐྲོབ་འདི་ཨེ་ནི། སྡོམ་སོང་ན་ཨེ་ནི། བོད་མི་དམངས་ཀྱི་སྤྱི་འཐུས་ཀྱི་གྲངས་འབོར་དེ་བཞི་བཅུ་ཞེ་ལྔ་ཆགས་ཀྱི་ཡོད་ངེས་པ་ཡིན་གསུང་གི་ཡོད་པ་འདི་རེད། རྒྱ་བལ་འབྲུག་གསུམ་ལས་གཞན་པའི་ཕྱི་རྒྱལ་ཡུལ་གྲུ་ཁག་རྒྱ་གར་དང་བལ་ཡུལ་འབྲུག་གསུམ་ལས་གཞན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གནས་སྡོད་ཡུལ་མིས་གནས་སྡོད་བོད་མིའི་ཆོལ་ཁ་ཆོས་བརྒྱུད་ཀྱི་སྤྱི་འཐུས་ཀྱི་འོས་གཞིར་ཞུགས་པ་དང་འོས་ཤོག་འཕེན་མི་ཆོག་ལ། རྒྱ་བལ་འབྲུག་གསུམ་ལས་གཞན་པའི་རྒྱ་བལ་འབྲུག་གསུམ་མ་ཡིན་མཁན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་དང་ཨ་རི་དང་ཁ་ན་ཏྲ་ལ་སོགས་པ། ཡོ་རོབ་ལ་སོགས་པ་འདི་ཚོ་གི་མི་གིས། ཆོལ་ཁ་གསུམ་གྱི་སྤྱི་འཐུས་དང་ཆོས་བརྒྱུད་ཀྱི་སྤྱི་འཐུས་ལ་འོས་ཤོག་འཕེན་པ་དང་འོས་བླུགས་པ་དང་འོས་ཤོག་ལ་ལངས་ཡག་བྱེད་ཆོག་གི་མེད་འདི་རྣམས་གསལ་བོ་ཞུ་གསུངས་བྱ། འོ་འདི་ཕལ་ཆེར་ཁོ་ན་ཚོ་འཁྲུག་མེད་དང་བསམ་གི་འདུག་འདི་འདྲ་སོང་ཙང་འདི་ད་ནི་ཁྲིམས་ཁང་གི་ལས་སླ་པོ་ཆེ་འདི་འདི་འདྲའི་རེ་བཞག་འདི་འདྲའི་རེ་བཞག་ཕལ་ཆེར་ད་ཆོས་ཡག་ཅིག་རེ་བཞག། འོ་བདེ་གཅིག་ཞུ་འདོད་བྱུང་ཟེར་གང་ལྟར་ཡང། གུས་པས་ད་ལྟ་གནད་དོན་འདིའི་རིགས་ཀྱི་དཀའ་ངལ་མ་ཡོང་ཡང་ཆེད་དུ། ད་ལྟ་ད་ཁེ་ན་ར་ན་བཞུགས་དེ་ངས་ཁོ་རང་འདའི་བཞུགས་གོས་ལོ་གསུམ་དུ་བཞུགས་གོས་རེ་རང་དཔྱ་ཁྲལ་ལག་དེབ་ཚང་མ་ཕུལ་གི་ཡོད་རེད་འོས་ཤོག་ག་པར་ལེན་ལུགས་ཡང་ཐོབ་ཐང་མ་རག་ན་ཕངས་པོ་ཞུ་རོགས་པ། ད་དེ་འདྲས་ཀྱི་མི་ལྔ་བརྒྱ་དྲུག་བརྒྱ་ཅིག་གྱོང་རག་སོང་ན། འོས་ཤོག་བཞི་གྱོང་ཆེན་པོ་རག་གི་རེད་པ་དེ་འདྲ་སོང་ཙང་ཨེ་ནི་ག་རེ་གནང་དགོས་དོན་ལབ་པ་ཡིན་ན་ཨེ་ནི་ཁོ་རང་ཚོ་ཨ་རི་གི་ནང་ལོག་གི་མི་ཅིག་ཡིན་པ་ཡིན་ན་ཨ་རིའི་ནང་ལོག་ག་རེ་ཁོ་རང་གི་འདོད་པ་ག་ཡོད་པ་ཁོ་རང་རྒྱ་བལ་འབྲུག་གསུམ་གྱི་འོས་བླུག་གི་ཡིན་ན་རྒྱ་བལ་འབྲུག་གསུམ་གྱི་འོས་བླུག་བཅུག་ཕྱི་རྒྱལ་གྱི་འོས་བླུག་གི་ཡིན་ན་ཕྱི་རྒྱལ་གྱི་འོས་བླུག་བཅུག་ག་རེ་བླུག་ནས་བླུག་ལ་བཅུག་གི་ཡིན་ན་འགྲིག་གི་འདུག་བསམ་གྱི་འདུག་རེད་པ་འདི་གནད་འགག་ཆེན་པོ་རེད་ཨེ་ནི་འོ་ན་ཕྱི་རྒྱལ་ལ་བཞུགས་ཏེ་ངེད་ཚོ་ལ་ཨེ་ནི་ཆོས་རྒྱུད་ཀྱི་སྤྱི་འཐུས་བདམས་ཆོག་གི་མེད་ཟེར་ལབ་པ་ཡིན་ན། ཕྱི་རྒྱལ་ལ་ཞུགས་ཏེ་ངེད་ཀྱི་སྐུ་ཚོགས་སྐུ་ཤོག་དེ་ཚོ་ལ་ཆོས་རྒྱུད་ཀྱི་སྤྱི་འཐུས་གདམ་ཆོག་གི་ཡོད་མ་རེད་པས་ཕྱི་རྒྱལ་གྱི་མི་སེར་གྲྭ་བཙུན་ཚོ་ལ་དེའི་དྲི་བ་ཆེན་པོ་ཞུ་རྒྱུ་རེད་ད་ལྟ་འདིའི་ནང་ལ་སྒྲིག་གཞིའི་ནང་ལ་འདི་གསུངས་འདུག་ཨེ་ནི་ཕྱི་རྒྱལ་ལ་ཞུགས་མཁན་ཚོ་གི་ཆོས་ཁའི་སྤྱི་འཐུས་དང་ཆོས་ཁའི་སྤྱི་འཐུས་འོས་གཞིར་གང་སང། ཆོས་ཁ་ཆོས་རྒྱུད་ཆོས་ཁ་ཆོས་རྒྱུད་ཀྱི་སྤྱི་འཐུས་ལ་འོས་ཤོག་དང་འོས་ལངས་ཡག་དང་བྱེད་ཆོག་མི་ཡོང་གསུངས་འདུག་འོ་འདི་གཅིག་གནད་འགངས་ཆེན་པོ་རེད། རེད་མ། འདི་གཅིག་རྣམ་པ་ཚོ་མཁྱེན་དགོས་ཀྱི་འདུག་ད། གཉིས་པ་དེ་ད་དཀའ་ངལ་དངོས་གནས་ཀྱི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་འཕྲད་ཡག་རེད་ད་དེ་དབུས་འོས་བསྡུ་ལས་ཁུངས་ཀྱི་ད་ལོ་གི་ཉིས་སྟོང་ཉི་ཤུ་རྩེ་དྲུག་གི་དབུས་འོས་བསྡུའི་འགན་འཛིན་གསུམ་གྱི་ཆོས་ཉིད་ཟེར་ནས་རེད་བྱས་ཉིད་ཟེར་ནས་རེད་ཨེ་ནས་ཅིག་ཚག་གི་ཚིག་གིས་བྱས་པ་ཟེར་ནས་རེད་ཨེ་ནས་ཅིག་གར་ལོག་རེད་ཨ་ནི་ཆང་ས་རྒྱབ་པ་ཟེར་ནས་ཁྱད་མཚར་བ་ཞིག་རེད་འོ་འདི་འདྲས་ཀྱི་རྣམ་པ་བྱས་ནས་ཨེ་ནས་ད་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་འདི་འཕྲད་པ་རེད་ད་འདི་སུ་ལ་སྒུག་གི་ཡོད་རེད་རྒྱ་ལ་སྒུག་གི་ཡོད་རེད་ང་ཚོ་བོད་པ་སུ་གཅིག་ལ་སྒུག་གི་ཡོད་མ་རེད།

ད་བདེན་རྫུན་རིགས་ལ་མ་འོངས་པར། དབུས་འོས་བསྡུ་ལས་ཁུངས་ཀྱི་འགན་འཛིན་བདེན་རྫུན་རིགས་ལ་གནས་ཚུལ་འདི་འདྲའི་བྱུང་པ་སུ་ཡིས་བྱུང་པ་ཡིན་ནས་མ་འོངས་པ་ལ་བྱུང་པ་ཡིན་ན་འདས་པ་འདས་ཚར་བ་རེད་ད་ད་ལྟ་མ་འོངས་པ་ལ་དང་ད་ལྟའི་ཆ་ལ་ཨེ་ནི་མ་འོངས་པ་ལ་མི་བདེན་རྫུན་རིགས་གནས་ཚུལ་འདི་འདྲའི་བྱུང་སོང་ན་ཨེ་ནི་གར་བྱེད་འོར་བས་ཉེས་པ་གར་བཏང་འོར་ལབ་ཡིན་ན་ཨེ་ནི་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཨེ་ནི་ཅིག་སྒེར་གྱི་ཚོགས་པ་གཞུང་གི་ཚོགས་པ་གང་འདྲའི་ཅིག་སྒང་གི་ལས་ནི་གང་ལ་བདེན་མ་ཆོག་བ་ཟོག་པ་ཡ་དེ།

གོ་བདེ་འཕྲིན་བསྒྲིགས་དུ་སུས་བཞག་སུས་དབུལ་དུ་ལས་ཁུངས་བྱས་ཡོད་རེད་ད་འདི་ང་ཚོར་ཤེས་དགོས་ཡོད་རེད་དེ་འདྲ་སོང་ཙང་ད་གནས་ཚུལ་ཚང་མ་ངས་ག་རེ་བསམ་བློ་འཁོར་གྱི་འདུག་ཞུས་པ་ཡིན་ན། ད་དེ་འདྲའི་གི་སྒང་ལ་ལམ་ལོག་སྲོལ་ཕྱི་རྒྱལ་དང་རྒྱ་སྒང་དང་དེ་ཚོའི་སྒང་ལ་དཔེ་བལྟ་དགོས་ཡ་འདི་ད་ལྷག་པར་དུ་ད་འདི་འཕྲིན་བོན་རྣམ་པ་གསུམ་གྱིས་ཏན་ཏན་ཡག་པོ་གནང་གི་རེད་བསམ་གྱི་འདུག་ད་འཕྲིན་བོན་རྣམ་པ་གསུམ་གྱིས་ད་དབུལ་དུ་ལས་ཁུངས་ཀྱི་ནོར་དོ་ལབ་པ་ཡིན་ན་དཀའ་ངལ་ཆེན་པོ་ཤོར་ཤོར་བ་རེད། ད་དམངས་གཙོའི་འགྲོ་སྟངས་འདིའི་སྒང་ནས་མི་དམངས་ཀྱི་འདིའི་སྒང་ལ་ཨེ་ནི་ཅིག་འགྲིག་མི་འདུག་སེ་ད། མིག་བདེ་པོ་དབུ་བཙུགས་བྱས་པ་ཡིན་ན་འགྲིག་གི་ཡོད་མ་རེད། ད་ཁོ་ན་ཚོ་སྐུ་ངལ་ཞོད་ཅིག་འཕྲད་ཡོད། ད་ངས་བསམ་ཚུལ་བཏང་ཡིན་ན། རྣམ་པ་གསུམ་གྱི་ཁྲིམས་དཔོན་རྣམ་པ་གསུམ་སྐུ་ངལ་མ་སྐུ་ངལ་འདི་ནས་ཐར་ཐབས་དང་སྤྱི་ཚོགས་ལ་ལྷིང་འཇགས་ཡོང་ཡག་དང་རྒྱ་དབང་དོན་གྱི་བདག་པོ་ཆོག་ཡིན་ནས་འདིའི་གནས་ཚུལ་དེ་མཁྱེན་ཡོད་དུས་ད་ནས་ཐུགས་དགྱེས་ཡག་ཡོང་ཡག་བྱེད་དུ་ལས་སླ་པོ་བྱེད་ཡག་འདུག།

འོས་ཤོག་བླུག་ཡང་རང་མ་སོང་ཟིན་ངེས་ཀྱི་ས་གནས་འདི་དག་ལ་བསྐྱར་དུ་འོས་འཕེན་ལ་འཇུག། འདི་མ་འཇུག་བར་དུ་ཨེ་ནི་སྤྱི་འཐུས་ཀྱི་དམ་འབུལ་འདི་གནས་སྐབས་ཅིག་ཕྱིར་འཐེན་གནང་ཐུབ་ན་ཡག་པོ་འདུག་ད་བར་འདི་སོང་ཙང་ད། ཁྲིམས་དཔོན་རྣམ་པ་གསུམ་གྱིས་དངོས་གནས་ཀྱི་ཕྱག་ལས་མིས་བཙུམ་ཅིག་གནང་གི་ཡིན་ན་ཅིག། དེ་རྗེས་ལ། འོས་བསྡུའི་འགན་འཛིན་གསུམ་དཀའ་ངལ་འཕྲད་མ་གོ། མི་མང་ལས་དཀའ་ངལ་འཕྲད་མ་གོ། རྒྱ་མིའི་ལག་པ་འཆང་ས་མེད་པ། ཨེ་ནི་ཁོ་རེ་ང་རེ་ཟེར་མཁན་དེ་འགྱེལ་ལས་ལབ་ས་ལུང་གི་མེད་པ་ཅིག་བཟོས་པ་ཡིན་ན། ཨེ་ནི་ག་རེ་ཡོད་རེ་ལབ་ཡིན་ན་ད། ད་ལྟ་བལ་ཡུལ་མཆོད་འཇོག་གི་གནད་དོན་འདི་དང་ད་ལྟ་དེ་ཨེ་ནི། འབར་ཁང། དུས་འཁྲུག་གླིང་དགོན་པ་དང་བདེ་ཆེན་འོད་ཟེར་གླིང་དགོན་པ་འདིའི་གནད་དོན་གྱི་འོས་ཤོག་མ་ར་བ་དེ་འགྱེལ་བསྐྱར་དུ་འོས་ཤོག་ཅིག་འཕེན་ལོ་བཅུ་ནི་དྲང་པོ་རྩི་ནི་ཨེ་ནི་སྤྱི་འཐུས་ནང་ལ་ཡར་མ་གར་འགྲོ་དགོས་ནས་འདི་འགྲོ་ལོ་བཅུ་བ་ཡིན་ན་ད་འདི་ཡག་ཤོས་དེ་རེད་ཤག་ར་བ་ང་རང་གིས་བསམ་སྟངས་དང་བྱས་པ་ཡིན་ན་མྱིར་ལོ་གཟུ་བོ་ནས་བོད་པ་གཅིག་གི་གོང་ནས་བསམ་སྟངས་ཡོད་མ་གཏོགས་ཁྱོད་དང་ང་ཚོ་བསམ་སྟངས་མེད་སྤྱི་སྟངས་བྱས་ན་ངས་འོས་བསྡུ་འགན་འཛིན་གསུམ་ལ་ངས་ཞོ་གནག་གནག་བྱས་ནས་སྐད་ཆ་བཤད་ཡོད་རེད་དེ་བཤད་ཆོག་ཡོད་མ་རེད་ང་ཚོ་གི་བདེ་དོན་གྲུབ་ཀྱི་མ་རེད། དེ་ནས་བཟུང་ན་ད་ཡག་ཤོས་དེ་ག་རེ་འདོད་ལབ་ཡིན་ན། འོས་བསྡུའི་འགན་འཛིན་གསུམ་ལས་ཉེས་པ་མེད་པ་ཨེ་ནི་མི་མང་གི་འདོད་དོན་དེ་སྒྲུབ་ཡག་གཉིས་ཀ་ལྔ་བཅུ་ལྔ་བཅུ་བཟོས་ནས་ཨེ་ནི་ཁྲིམས་དཔོན་རྣམ་པ་གསུམ་གྱི་ཨེ་ནི་རྒྱ་མི་ལ་མགོ་ཡངས་ཀྱི་ལག་ཆ་མེད་པ་ཨེ་ནི་རྒྱ་མི་ལ་ང་ཚོས་ལན་གསལ་པོ་ཞུ་ཅིག་རྒྱག་ཐུབ་པ་ཨེ་ནི་ཅིག་འཛམ་བུ་གླིང་ནང་ལ་བལྟས་པ་ཡིན་ན་བོད་པའི Refugee Refugee གི་གནས་ལུགས་འདི་གནས་སྟངས་འདི་དངོས་གནས་ད་ལན་ལ་མའི་མི་མང་དེ་ཚོ་འདྲ་ཡང་མི་འདུག་ཟེར་ཡག་ཅིག་བཟོ་ཐུབ་པ་ཡིན་ན་དངོས་གནས་ཁོ་རང་ཡག་པོ་ད་ག་རེ་བཟོ་བར་འདི་ད་བལ་ཡུལ་ནང་ལོགས་ཀྱི་གནས་ཚུལ་འདི་གྱིས་ཚང་མ་ཨེ་ནི། ཕྱི་དུས་ཁྲིམས་ཞིབ་ཁང་གི་བཀའ་ཁྱབ་ཡིན་སྲིད། ཨེ་ནི་ད་འདི་ཚང་མ་འོས་ཤོག་སྒོ་ནས་བླུག་གི་ཡིན་སྲིད་པ་བླུག་གི་འདུག་སྲིད་མ་ཐག་ཆོས་གནང་ད་ད་འདི་གཟིགས་ཀྱི་ཡོད་རེད་ཨེ་ནི། ག་རེ་བྱུང་བ་ཡིན་ནི་བྱུང་བ་ར་རེད་འོ་འདི་འདྲའི་ཅིག་བྱུང་དུས་བྱུང་སོང་ད་མི་མང་ཚོགས་ཀྱི་འདི་ག་ན་དགོངས་ཚུལ་ག་རེ་ཡོད་ངས་ནི་ང་རང་གི་བློ་གཟུ་བོར་གནས་ནས་བསྡད་པའི་སྐད་ཆ་ཡིན་ཨེ་ནི་ཡང་འདི་ལ་མ་ལྟོས་པ་འདི་འདྲ་ཡོང་སྲིད་གི་རེད་དེ་ཁོ་ཡོང་ཆོག་པ་རེད་ཞུ་ཡ་ཡིན། དཔལ་ལྡན། ཁྲིམས་ཞིབ་ཁང་གི་ངོས་ནས་ཁྲིམས་དཔོན་རྣམ་པ་གསུམ་གྱིས་ད་རེས་ཀྱི་གནད་དོན་འདི་ལ་ཐག་གཅོད་འདི་འདྲའི་ཆེ་གནང་མ་ཐུང་བ་ཡིན་ན། ཨེ་ནི། ད་ལྟ་ང་རང་ཚོ་གི་ད་ཅིག་མི་དམངས་ཀྱི། ཨེན་ཅིག། ཆེས་མཐོའི་ཁྲིམས་ཞིབ། ཁྲིམས་དཔོན་རྣམ་པ་གསུམ་ལ་ཆེ་མཐོང་ལངས་ཡག། མ་འོངས་པ་ལ་ཡིན་ནའི་ཨེ་ནི་ཅིག། ཁྲིམས་གཏུག་བྱེད་ཡག་ལ་ཐེ་ཚོམ་ཟ་ཡག། ད་ག་ནང་བཞིན་གྱི་ཨེ་ནི་ང་རང་ཚོ་ད་ལྟ་ཁྲིམས་རྩོད་པ་གསར་པ་གཞོན་སྐྱེས་ཡིན་མདོག་ཁ་བོ་དེ་འདྲའི་ཕོ་མོ་དངོས་གནས་ཡིན་མདོག་ཁ་མི་འདུག་ཁོ་ཚོ་ཡིན་ནའི་ཡིད་ཆེས་ལ་ཡག་དེ་འདྲའི་གི་དཀའ་ངལ་འཕྲད་མི་སྲིད་པ་མ་རེད་མ་འོངས་པ་ལ་དེ་འདྲ་སོང་ཙང་ཨེ་ནི་ད་རེའི་ཁྲིམས་དཔོན་རྣམ་པ་གསུམ་གྱི་དངོས་གནས་ཀྱི་གནད་དོན་འདི་བརྒྱ་ཆ་ལྔ་བཅུ་ལྔ་བཅུ་བྱས། ཨེ་ནི། སྤྱི་པ་ལ་ཕན་པ་ཅིག་དགོངས་པ་བཞེས་པས་ན་ཨེ་ནི་འོས་ཤོག་འདི་འགྱེད་ཚང་མ་བོད་ཡུལ་གྱི་གནད་དོན་འདིའི་སྒང་གི་ས་གནས་འདི་དག་གི་གནད་དོན་འདི་འགྱེད་ཚང་མ་འོས་ཤོག་འདི་ཨེ་ནི་བསྐྱར་དུ་བླུག་ཡག་ཅིག་བཀའ་རྒྱ་ཆེ་གནང་ཡིན་ན་ད་འདི་གཟི་བརྗིད་ཞོ་ཆགས་ས་རེད་འོ་འདི་ཞུ་ཡག་ཡིན། ཐོ་ཇི་ཆེ་ཡིན།